ཨོ་ལོ་སི་ད་རྣམ་པ་ལེན་རྒྱའི་ཚང་མ་ལ་འཚམས་འདྲི་ཡོད་ད་དེ་རིང་ནས་དེ་ནས་མ་ཡང་ད་ཟླ་དགུང་མོ་ཨ་ཏི་ཤ་བསྟན་འཛིན་ཕུན་ཚོགས་ལགས་ཀྱི་ཚང་གིས་བོད་ལ་སི་གོ་སྐུ་ཚབ་ཐ་མའི་ལོ་རྒྱུས་ཟེར་བའི་དེ་ནས་མ་ཁ་སང་ཀློག་གྲོས་དེ་ནས་མ་འབུད་ཚུལ་ཞིག་ཞུ་ཆོག་པ་ཞུ་ཡས་འདུག་ད་རྣམ་པ་ཚོ་མང་པོ་ཅིག་གིས་ཁ་སང་གསན་ཡོད་དུས་ད་མཁྱེན་གི་རུ་བ་ད་ཁ་སང་ཁོང་རྣམ་པ་ད་བོད་ཀྱི་ས་ཁུལ་ལྷག་པར་དུ་མ་སྐད་ད་ད་ད་དེ་རུ་བ། གང་སོགས་ཞུས། ཁམས་དང་ཨ་མདོ། བོད་ཀྱི་ས་ཁུལ་མི་འདྲ་བ་བཅུ་གཉིས་ཙུ་ཞིག་ཡང་ཨ་སི་ཀོ་ལ་ཕེབས། དེའི་གི་ད་ཕྱོགས་བསྡོམས་མདང་མ་སང་དང་མཐའ་མཇུག་གི་བསྡོམས་མདང་མ་སང་རྒྱག་ས་དེ་ཨ་ནི་བེ་ཞིང་རེད། ཨ་ནི་ཐབས་རོགས་གཅིག་གྱུར་པུའི་པུ་ཀྲང་ཀྲང་པུ་ཀྲང་སེ་རུ་ད་དུས་ཚོད་ཁྲལ་དེ་འདུག་བྱས་རྗེས་མཐའ་མ་ད་བརྗེ་རེས་དེ་གནང་ཨ་ནི་བར་དུ་ཞུགས་བས་སུ་ཞུས་ཨ་ནི་དེའི་ནང་ནས་ད་རྒྱ་ནག་གི་རྩ་བའི་ལངས་ཕྱོགས་དེ་ཨ་ཤ་རི་བོར་སི་ཏུས་ད་གོ་ཚོད་དོན་ཚན་ལྔ་དེ

བཙན་བྱོལ་ནང་གི་བོད་པ་དང་བོད་པ་ཚང་མ་དགེ་མཁས་ལེན་བྱེད་ཐབས་མེད་པའི་གནས་སྟངས་ཅིག་རེད་ཅེས་ཀྱི་ཁ་སང་གསུངས་སོང་ད་ག་ནང་བཞིན་དེའི་ཐད་ལས་ད་བོན་ཆེན་རིན་པོ་ཆེས་པ་བ་ཕུན་ཚོགས་དབང་རྒྱལ་ལགས་ད་ག་ནང་བཞིན་དགུང་ངོ་ཨ་ནི་དམིགས་བསལ་གྱི་ད་ད་ཁོང་ཨ་ཕའི་ངོ་རྩིས་མི་ལ་དགོངས་པ་ཚུགས་ནས་གནས་ཚུལ་དེ་འདྲའི་ཁ་སང་ང་ཐོན་སོང་ང་འོ་དེ་འདྲའི་གནས་སྟངས་རེད་བྱས་ཙང་ག་ད་དེའི་ཁོང་རྣམ་པས་ཁས་ལེན་གནང་གི་མེད་ཟེར་ཀྱི་དེ་རེད་མ་ཟད་ཨ་ནི་གནས་ཚུལ་དེ་དང་འབྲེལ་བའི་སྒོ་ནས་གཅིག་ཡོད་ན་ཞིབ་ཕྲ་གི་བགྲོ་གླེང་བཅས་ལས་གནང་བ་འདུག་ཟེར་གཅིག་བྱས། ཨ་ནི་མཐའ་སྡོམ་དེ་ཁོ་ཚོའི་དོན་ཚན་ལྔ་དེ་ཞིག་ལས་བཞག་རྗེས་ཨ་ནི་གར་ཤར་བ་ཞིག་ན་ལོ་རྒྱུས་ཀྱི་སྒང་ནས་བོད་དེ་རྒྱ་ནག་གི་ཆ་ཤས་ཉོན་དུ་མེད་པ་ཞིག་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་དེ་ཁས་ལེན་བྱས་པའི་ཐོག་ནས་དོན་ཚན་ལྔ་མང་ཞིག་ཐོག་ནས་ད་ཅི་ག་སོགས་དོན་དག་དེ་ད་བོད་རྒྱ་འབར་གྱི་གནས་ཚུལ་ཐག་གཅོད་བྱུང་བ་རེད་ཟེར་དེ་རེད། དེའི་ཐོག་ལ་ཨ་ནི་ལོ་རྒྱུས་ཀྱི་སྒང་ནས་གནས་བབ་དེ་ཨ་ནི། དེ་འདྲ་ད་གོ། ཨ་ཏི་ཤ་ཁོང་རང་གི་དེ་ལོ་རྒྱུས་ཀྱི་སྒང་ནས་བོད་དེ་རྒྱ་ནག་གི། ད་ཆ་ཞེས་བྱ་བ་རྩ་བ་ཉིད་ནས་ཟེར་མ་འདུག་ཁོང་རང་ངོས་ནས་ཡིན་ན་དེབ་ཅིག་བྲིས་ཡོད་ཟེར་བྱས་རྗེས་དེ་འདྲ་བྱས་རྗེས་ག་འདྲ་དེ་ཡིན་དུས་ཨ་ནི། ལོ་རྒྱུས་ཀྱི་ཁར་བོད་རྒྱ་གཉིས་ཀ་གི་མཁས་པ་ཚོས་ཞིབ་འཇུག་བྱས་རྗེས་མཐར་བཞུགས་པའི་གནས་དང་རེ་བཞག་དེ་འདྲས་གསུངས་རྗེས་དེའི་ཐོག་ལས་ད་ཁོང་རྣམ་པ་ཚོ་ཡང་རྙེད་དགོས་བྱུང་དམིགས་བསལ་གྱི་གྲོགས་དགོན་ཡང་ག་དར་བྱས་རྗེས་ཧོང་ཀོང་ལས་སྤྲོ་ལོ་ལྔ་བཅུ་ལྷག་མ་མིན་པར་བྲལ་སོང་ཟིན་དེ་རེད་འདིར་ག་དར་ཐང་མ་གོ་དེ་འདྲ་ཅིག་གང་ལས་མཇུག་སྡོམ་ཞུ་བ་བྱས། ད་དེ་རིང་ག་བ་ཕེབས་སྐོར་ཟེར་དུས་ད་པེ་ཅིང་ནས་དེ་ལས་རྒྱུད་རྡ་སར་ཕེབས་པ་ཟེར་དེའི་བར་རེ་བཞག་ཟླ་ཕྱི་ཚེས་བཅུ་ཉིན་འཐབ་ཕྱོགས་གཅིག་གྱུར་དང་མི་རིགས་ལས་ཁུངས་ཀྱི་འབྲེལ་ཡོད་དཔོན་རིགས་ནས་ཕེབས་རྒྱལ་དང་བཅས་ཞོགས་པ་ཆུ་ཚོད་བརྒྱད་པའི་ཐོག་པེ་ཅིང་ནས་གནམ་གྲུ་ཨང་བརྒྱ་དང་ལྔ་པ་ནས་ཐོན་ཏེ་ཆུ་ཚོད་བཅུ་པ་བར་ཧོང་ཀོང་དུ་བྱོན། ཕྱིར་ཟླ་ཁོ་ཚོ་ཚེས་པ་བཅུ་ཡི་ཉིན་དེ་ནི་འཐབ་ཕྱོགས་གཅིག་གྱུར་སྒོས་དང་གོ་བའི་སྒོ་འོད་དང་ཕེབས་རྒྱལ་དང་བཅས་རྗེས་ཞོགས་པ་ཆུ་ཚོད་བརྒྱད་པ་ནས་ཐོན་རྗེས་ཆུ་ཚོད་བཅུ་བ་ལ་ཧོང་ཀོང་དུ་འབྱོར་སོང། ཟླ་དེའི་བྱིས་དུས་ཆུ་ཚོད་གཉིས་ཤིག་གི་གནད་དོན་རེད། ནོར་ཆེ། གནམ་ཐང་དུ་ལྷོ་ཨེ་ཤི་ཡའི་དོན་གཅོད་རྒྱ་རི་པད་མ་རྒྱལ་པོ་ལ་ཕེབས་བསུར་ཕེབས་འདུག་པ་དང་ངོ་གཏུག་བྱས་པ་དང་སྐུ་ཚབ་ཚོའི་བཞུགས་གནས་ཨེ་ཤི་ཡའི་མགྲོན་ཁང་དུ་གོ་སྒྲིག་ཞུས་ཡོད་པ་དེར་བལྟས་ཚེ་ད་གནམ་ཐང་ལ་ལྷོ་ཨེ་ཤི་ཡའི་གི་སི་དུས་ད་དེ་འཇར་པན་ཕྱོགས་ཀྱི་སྐུ་ཚབ་ཡིན་གྱི་རེད་དེ་ནི་རྒྱ་རི་པད་མ་རྒྱལ་པོ་ལ་སྐབས་དེ་དུས་བྱས་ཙང་བོ་དེ་ཡིན་དུས་ཁོང་བྷ་གའི་ཧོང་ཀོང་ལ་ཕེབས་བསུ་ལས་སླེབས་ཤག་དེ་ནི་ཨེ་ཤི་ཡའི་མགྲོན་ཁང་འདས་པ་ཡིན་ཆ་པ་རེད། ད་ཚེས་ཟླ་བ་ཕྱི་ཟླ་དགུ་པའི་ཚེས་བཅུ་གསུམ་དགོང་དྲོ་ཆུ་ཚོད་བཅུ་དང་ལྔ་བཅུ་ངའི་སྔ་ཐོག་འཇར་མན་གྱི་གནམ་གྲུ་ལུ་ཐན་སཱ་ཞེས་པའི་ནང་ཧོང་ཀོང་ནས་ཐོན་ཏེ་མཚན་མོའི་ཆུ་ཚོད་དང་པོའི་ཐོག་ལྡི་ལིར་འབྱོར། ཟླ་མཚན་ཆུ་ཚོད་དང་པོར་ལྡི་ལིར་འབྱོར་བར་འོ་བྱས་ཙང་ད། དེ་ནས་ཆུ་ཚོད་བཅུ། སུམ་བརྩེགས་ཀྱི་རུ་བ། དོན་བརྒྱུད་ལས་ཚབ། ཡར་འཕེལ་ལགས་དང་ཚེ་འབུལ་གཉིས་གནམ་ཐང་དུ་ཕེབས་བསུར་འབྱོར་འདུག་ཟ་ཁང་ནང་པ་དག་ཁ་སང་སྐྱེལ་རྒ་བྱས། སྐབས་དེར་གནམ་ཐང་དུ་ཅན་ཏི་ག་མཐོ་སློབ་གཅིག་པ་ཡིན་པ་ཁུལ་གྱི་ངོ་ཤེས། ཨེས་སན་ཤར་མར་ཟེར་བ་གནམ་ཐང་གི་ཞིབ་བཤེར་དོ་དམ་གཙོ་བོའི་འགན་འཁྱེར་གྱི་འདུག་པ་ཕན་ཚུན་ངོ་ཤེས་ལ་སོང་དཀའ་ཚེགས་གང་ཡང་མེད་པར་དོན་གཅོད་ཁང་དུ་ཆུ་ཚོད་གསུམ་དང་སྐར་མ་སུམ་ཅུ་ལ་འབྱོར་སོང། ད་གནམ་གྲུ་གི་དོན་རྒན་ཁྱི་རྒན་དེས་ཁོང་རྣམས་ལ་ངོ་ཤེས་བྱས་བྱས་དུས་ཡག་པོ་ཞོག་བྱུང་སོང་བྱས་པར། ད་ཚེས་བཅུ་བཞི་ཉིན་དགོང་དྲོ་ལྡི་ལི་ནས། ཇན་ཏར་མེ་སྒོར་བརྒྱུད། ཇན་ཏར་མེ་སྒོར་བརྒྱུད་དེ་ཕྱི་ཉིན་ཆུ་ཚོད། ཚེས་བཅོ་ལྔ་སྔ་དྲོ། དཔའ་ལྡན་དགོད་སྒྲ་ལ་འབྱོར་ཞིང་དེར་རྡ་ས་ནས་རླངས་འཁོར་གཉིས་བསུ་བར་ཕེབས་པའི་ནང་ཕྱིན་ཏེ་ཉིན་རྒྱབ་རྡ་སར་འབྱོར། ཨོ་ད་འདུག་བྱས་བྱས་ཁོང་རྣམས་པ་ད་ལྡི་ལི་ཆེད། དེ་ནི་ཡག་བྱས་རྗེས་དཔའ་ཐང་སྐོར་བྱས་རྗེས་ཀླད་པར་བལྟ། ད་དེ་ནི་ག་རེ་རེད་ཟེར་ན ྋགོང་ས་སྐྱབས་མགོན་ཆེན་པོར་ལས་དོན་སྙན་སེང་ཞུས་པར་ད་དེ་རེད། ལྟ་སྐོར་སྐུ་ཚབ་ཞིག་པ་རྡ་སར་ཕྱིར་འཁོར་རྗེས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལས་དོན་སྙན་སེང་ཞུས་པའི་སྐོར་སྐབས་དེའི་བཀའ་བློན་ཁྲི་པ་སྐུ་ངོ་འཇུ་ཆེན་ཐུབ་བསྟན་རྣམ་རྒྱལ་གྱི་སྐུ་ཚེའི་ལོ་རྒྱུས་ནང་རྒྱས་པར་འཁོད་འདུག་པ་དེ་ལྟར། ད་ཁོང་རྣམ་པར་བཅར་རྗེས་རྒྱལ་བ་རིན་པོ་ཆེ་ལས་སྐུ་ཚབ་རྣམ་པ་ཚོར་སྙན་སེང་ཞུས་པ་འདིས་ཨ་ནེ་ཡའི་སྐུ་ངོ་རྒྱུ་ཆེན་ཐུབ་བསྟན་གྱི་སྐུ་ཚེའི་ལོ་རྒྱུས་ནང་ལས་འདུག། ད་དེ་ལ་ག་རེ་ཡོད་ཟེར་ན་དེ་དུས་རྒྱུ་ཆེན་ཐུབ་བསྟན་ལ་དེ་རི་བ། ག་ཟེར། བཀའ་བློན། ཨ་ནེ་ཉིན་ཕྱི་ཚེས་བཅུ་དྲུག་ཉིན་དགུང་ཆུ་ཚོད་གཉིས་པའི་ཐོག་ཕོ་བྲང་རྒྱ་ཁང་དུ་བསགས་རྒྱ་བགྲེས་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མདུན་སར་བཀའ་ཤག་དང་བཅས་པ་བརྒྱ་ཆར་ཞུས། ད་དེ་དེ་ག་ལ་བསགས་བསྡད་ཡོད་པ་རེད། ཇུ་ཆེན་ཐུབ་བསྟན་ལས་ཕེབས་གནང། སྐབས་དེར་གཟིགས་སྐོར་སྐུ་ཚབ་ཚོགས་པའི་ཚོགས་གཙོ་བཀའ་ཁྲི་ཟུར་པ་ཀུན་གླིང་འོད་ཟེར་རྒྱལ་མཚན། ཚོགས་གཞོན་རེབ་གོང་བ་རྩིས་ཞིབ་འགན་འཛིན་ཨ་ལགས་འཇིགས་མེད་ལྷུན་གྲུབ། སྤྱི་འཐུས་ཟུར་པ་དྲ་བོ་དཔོན་རིན་ཆེན་ཚེ་རིང་ཨ་མདོ་ཆབ་ཆ་བ་སྤྱི་ཟུར་སྐལ་ལྡན། དྲིལ་བསྒྲགས་དྲུང་གཞོན་ཐུབ་བསྟན་བསམ་འཕེལ་དང་རྒན་དྲུང། བསྟན་འཛིན་ཕུན་ཚོགས་བཅས་དང་བཀའ་བློན་ཁྲི་པ་ཇུ་ཆེན་ཐུབ་བསྟན་དང་ཤེས་རིག་བཀའ་བློན་བསྟན་འཛིན་དགེ་བྱེད། དཔལ་འབྱོར་བཀའ་བློན། བློ་བཟང་དར་རྒྱས་ཟེར་དུས་ཞེ་བོ་བློ་བཟང་དར་རྒྱས་ལ་ཡིན་རྒྱུ་རེད། བཅས་བཀའ་བློན་ལས་ཐོག་པ་གསུམ་སྐུ་སྒར་དྲུང་ཆེ་རྟ་ར་པ་བཅས་ཡོད། ཨོ་ད་ཁོང་རྣམ་པ་དེ་ཡ་ད་བཅུ་བགྲང་ཞིག་འདུག་བ། ཨོ་ད་ཡ་ག་བར་ཕེབས་པར་ཟེར་རྒྱལ་བ་རིན་པོ་ཆེ་གི་སྦྱང་བྱང་ལས་ད་སྙན་སེང་སྙན་སྒྲོན་ཞུ་ཡ་ལ་དེ་རེད། དེ་ནས་ཚོགས་གཙོ་བཀའ་ཟུར་འོད་ཟེར་རྒྱལ་མཚན་གྱིས་མདོ་སྨད་ཆོལ་ཁའི་ས་ཁུལ་ཟི་ལིང་དང་རྗེ་སྐུ་འབུམ་སྟག་རྩེར་དང་རྨ་ལྷོ་རེབ་གོང་ས་ཁུལ་ཡུལ་ཁམས་དང། མཚོ་ལྷོ་ས་ཁུལ་མགོ་ལོག་ས་ཁུལ་དགའ་སྐྱེ་དགུ་མདོ་ཡུལ་དགོན་དང་ཁྲི་འདུ་སྐལ་བཟང་དགོན་པ་ཁྲི་འདུ་རྫོང། གཞིས་དབུས་མདོ་དགོན་དང་མཁར་ནང་སོ་འབྲོག་སྟེ་བླ་བྲག་དགའ་ཞིག་བཅས་དང་རྒྱ་ནག་ཀན་སུའུ་ཞིང་ཆེན་ཁོངས་སུ་བཅུག་པའི་མདོ་སྨད་ཙོང་ཁ་ས་ཁུལ་དང་རྨ་ཆུ་རྫོང། སྟག་ཚང་ལྷ་མོའི་འབྲོག་སྡེ་ཁག་དང་ས་ཀླུ་ཆུ་རྫོང་གི་ཉེ་འཁོར་འབྲོག་སྡེ་ཁག་བླ་བྲང་བཀྲ་ཤིས་ཀྱི་དགོན་ཡུལ་བཅས་སུ་ཕེབས་ཡོད་པ་དང། དགོན་ལུང་དང་པར་རིས་སྟག་ལུང་ས་ཁུལ་དུ་ཡང་ཕེབས་མེད་དམ་སྙམ་པ་བཅས་ས་གནས་སོ་སོའི་མང་ཚོགས་ལ་གོང་ས་མཆོག་གི་སྐུ་ཚབ་ཚོགས་པས་འཚམས་འདྲི་གནང་བ་དང་དོ་དམ། མི་དམངས་སྤྱི་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བརྩེའི་འཚམས་འདྲི་བརྒྱུད་བསྒྲགས་དང་ས་ཆོལ་དང་རིག་གཞུང་མང་ཚོགས་ཀྱི་འཚོ་ཐབས་གནས་སྟངས། རང་དབང་དང་ཐོབ་ཐང་བཅས་ལ་རྟོག་ཞིབ་དྲོན་མོ་ཇི་བྱས་རྣམས་ངག་ཐོག་ནས་སྙན་གསེང་ཞུས་སོང་བ་དང། ཨོ་ད་ཁོང་རང་གིས་ལོ་རྒྱུས་ནང་དེ་འདྲ་ཞིག་བྲིས་གནང་ཡོད་རེད་ད། གུ་གུང་ཆུ་ཆེན་དུག་ཐན་གྱི་རྣམ་ཐར་ནང་ལ་རྣམ་ཐར་ཟེར་ཁོང་རང་གི་ལོ་རྒྱུས་ནང་ལ། གཞིས་ལུས་རྒྱ་ཆེའི་མི་དམངས་ས་ཁུལ་གང་དུ་ཡོད་པ་རྣམས་ཀྱིས་བཅོས་མིན་གྱི་དགའ་བསུ་ཚད་མེད་ཞུ་བ་དང་བཅས། སྐུ་ཚབ་ཚོགས་མི་སྤྱི་སྒེར་སྐད་ཆ་དང་པོ་བརྗོད་པའི་ཚིག་དོན་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་དེ་ཡིན་ནམ་ཞེས་མིག་ནས་མཆི་མ་བཏང་བ་དང་ལག་གཉིས་ཐལ་མོ་སྦྱར་བའི་དད་གུས་ཀྱི་རྣམ་འགྱུར་གང་གིས་ཀྱང་འགོག་ཏུ་མེད་པའི་བོད་འབངས་ཡོངས་ཀྱང་རང་གཤིས་བཟང་པོ་རང་གནས་སུ་ཡོད་པའི་མཚོན་རྟགས་གསལ་པོ་བཏོན་ཡོད་པ་དེས་སྐུ་ཚབ་ཚོགས་མི་རྣམས་ལའང་ཡང་སེམས་འགུག་ཆེན་པོ་ཐོབ་ཡོད་པ་བཟོས་ལུགས་མ་ཟད། ད་བོད་པ་བོད་ནང་གི་བོད་པ་ཚོ་གི་ང་ཚོ་ནམ་རྒྱུན་དེ་དང་དེ་དང་རྒྱལ་བོ་རིན་པོ་ཆེ་དད་མོས་བྱེད་སྟངས་ཀྱི་རྣམ་རྒྱལ་དེ་འདྲ་རེད་ཤག། དེ་བས་གལ་ཆེ་བ་ཞིག་ནི་གཞིས་ལུས་མདོ་སྨད་མི་དམངས་རྣམས་རང་གི་མི་རིགས་ལ་ཤ་ཞེན་ཆེ་བ་དང་ཆོས་དང་རིག་གཞུང་ལ་སྔར་བས་ཡིད་ཆེས་ཆེ་རུ་སོང་ནས་གཞིས་བྱེས་མཐའ་དབུས་སྤུན་ཟླ་ཡོངས་རྫོགས་མཛའ་མཐུན་གྱི་མདུད་པ་སྦྲེལ་ནས་ཡོད་འདུག་པར་དགའ་ཚོར་ཆེན་པོ་སྐྱེས་ལུགས་བཅས་ཞུས་སོང། བྱས་རྗེས་ད་དེ་ཁོང་རང་གི་རེད། པེ་ཅིང་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་ས་ང་བོད་ངག་དབང་འཇིགས་མེད་བར་བ་ཕུན་ཚོགས་དབང་རྒྱལ་བཀྲ་ཤིས་དབང་ཕྱུག་སྐྱེ་ཡུལ་དཀར་མཛེས་ནས་ཡིན་པ་དེ་སྔ་དམར་དམག་རྒྱང་སྐྱོད་སྐབས་དཀར་མཛེས་ནས་དམག་འཇུག་འོག་ཟེར་ད་དེ་རེད་བཀྲ་ཤིས་དབང་ཕྱུག་ཟེར་ཁ་སང་ཡོད་པ། ཨོ་ཁོ་རེད་དེ་འཕྱ་སྨོད་བྱེད་མཁན་དེ་ངོ་མ་ང་བོད་ངག་དབང་འཇིགས་མེད་རེད། ཅེས་དང་ས་གཞན་ཡང་རྒྱ་བོད་མི་སྣ་ཁག་དང་འབྲེལ་མོ་བྱུང་ལུགས་དང་རྒྱ་གཞུང་གིས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཟེར་བ་དང་མི་རིགས་ལས་ཁུངས་ཀྱི་མི་སྣ་ཁག་ནས་པེ་ཅིང་གནམ་ཐང་བར་ཕེབས་བསུ་དང། བ་དང། གོང་ན་བབས་པའི་དབྱིངས་ལས་པཎ་ཆེན་རིན་པོ་ཆེ་དཔའ་བོ་ཕུན་ཚོགས་དབང་རྒྱལ་ང་པའི་ངོར་དབང་འཇིགས་མེད་བཀྲ་ཤིས་དབང་ཕྱུག་ལ་སོགས་པ་ད་ག་གནང་ཞིང་ཨ་ནི་རྒྱ་ནག་གི་ཨ་ནི་འཐབ་ཕྱོགས་གཅིག་གྱུར་པུའུ་དང། གྷར་བསུ་བར་མི་རིགས་ལས་ཁུངས་ཀྱི་འོ་དེ་ཚོ་བཅས་དང་ཕེབས་སྐྱེལ་དང་མགྲོན་ཁང་གོ་སྒྲིག་སོགས་སྣེ་ལེན་ཞུས་སྟངས་བཅས་རོབ་ཙམ་ཞུས་སོང་བ་དང་དེ་ཙམ་གོང་གི་བོད་རིགས་གནད་ཡོད་རྣམ་པ་དང་མཇལ་མོ་བྱུང་སྐབས་ཀྱི་ཚིག་ཐོ་གཞི་བཟུང་སྙན་གསུང་ཞུས་དང་ཞེས་བཀའ་ཟུར་བཀའ་ཟུར་ནས་ལས་བྱེད་བསྟན་འཛིན་ཕུན་ཚོགས་ལགས་གན་དཀྲི་གནང་སོང་བར། བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཁོང་ལ་དུག་སྤྱད་ཅེས་གར་སོང་བར་སེམས་ན། བསྟན་འཛིན་ཕུན་ཚོགས་ནས་ཚིག་ཐོ་འཁོད་པའི་དེབ་ཆུང་དེ་ལག་ཏུ་བཟུང་ནས་དང་པོར་ང་ཕོད་ངག་དབང་འཇིགས་མེད་དང་ཐུག་འཕྲད་གནང་སྐབས། ཁོང་གིས་གསུང་དོན། ད་རེའི་གཟིགས་སྐོར་སྐུ་ཚབ་ཐོག་ཚོགས་པ་ཐེངས་བཞི་པ་ཕེབས་ཐུབ་པ་དེ་དགའ་པོ་བྱུང་ལ་ཡག་པོ་རེད། ད་རེས་ཀྱི་སྐུ་ཚབ་ཚོགས་མི་སྣ་འཛོམས་ཡག་པོ་བྱུང་འདུག་ཐུབ་བསྟན་རྣམ་རྒྱལ་ནི་སྲིད་དོན་མངའ་ཁོངས་ཡིན་པ་དེ་སྔ་ཚོང་པ་ཆུང་ཆུང་དེ་འདྲ་རེད་ཟེར་ཙམ་དུ་ཟ། བཀའ་ཟུར་འོད་ཟེར་རྒྱ་མཚན་ནས་དེ་ཚོ་སྐྱོར་དགོས་ཀྱི་མེད་ཅེས་གསུངས་ནས་མུ་ཏིག་བསྟན་འཛིན་ཕུན་ཚོགས་ལ་ཚིག་ཐོ་ཞིག་མ་བཅུག་པར་བཀའ་ཟུར་རང་གིས་ངག་ཐོག་ནས་འཆད་པ་རེད། ད་ཐེག་རྒྱག་བྱེད་ལ་ད་ད་དེ་དེའི་ཐད་ནས་ད་སྐུ་ངོ་ང་བོད་ནང་བ་ཞིག་མིན་གི་གར་བྱེད་པ་རེད་ད་ལས་ཁྱེད་རང་ཚོ་ཡག་པོ་འདུག་དེ་གོ་ཐིག་འབུལ་བ་དགའ་པོ་བྱུང་ས་ཡག་པོ་རེད

ཡོད་པ་དེ་ལ་གནད་འགག་བརྩིས་ཀྱི་འདུག་ཅེས་དང་ད་དེས་དེ་མ་ཤེས་པ་བྱས་གནད་འགག་དེ་དོན་ཚན་བཅུ་བདུན་དེ་གལ་ཆེན་པོ་བརྩིས་ཀྱི་འདུག་བྱས་རྗེས་ནི་ང་ཕོད་ངང་འཇིགས་མེད་ཀྱི་གསུང་གི་འདུག་ཞུས་པ་རེད། གཞན་ཡང་ཀུན་གཟིགས་དཔལ་རྒྱལ་རིན་པོ་ཆེ་དང་འབའ་བ་ཕུན་ཚོགས་དབང་རྒྱལ་བཀྲ་ཤིས་དབང་ཕྱུག་བཅས་ཀྱིས་མོ་བསྡུས་འབྲེལ་བ་གནང་མཁན་དང་སྐུ་ཚབ་ཚོགས་པ་བཏང་བའི་མི་སྣ་རྣམས་དང་དངོས་སུ་ཐུག་པ་དེ་ཚོར་དགའ་པོ་ཡོད་ལུགས་གསུང་ཚུལ་ཙམ་རེ་ཞུས་སོང་ཞེས་དང་ད་དེབ་ནང་ལ་ཀྱང་དེ་གཉིས་བརྗོད་བྱའི་ཐུགས་བསྟན་ལས་དེབ་ནང་ལ་བྲིས་བཞག་ཨོ། ད་རེས་ཀྱི་གཟིགས་སྐོར་ཕེབས་ཡུལ་གོང་ས་མདོ་སྨད་ས་ཁུལ་ཁག་ཏུ་རྒྱ་གཞུང་ནས་དབུལ་སྐྱོར་ཕྱུག་སྒྱུར་གྱི་སྲིད་ཇུས་དང་དཔལ་ཡོན་གཉིས་དར་བའི་སྲིད་ཇུས་ཟེར་བ་གཏན་འབེབས་བྱས་ཏེ་གཞིས་ལུས་སྤུན་ཟླ་ཚོས་དཔལ་འབྱོར་འཚོ་གོས་དང་ཆོས་དད་རང་མོས་ལ་སྔར་དང་མི་འདྲ་བར་འགྱུར་བ་འགྲོ་མུས་ལྟ་བུ་ཡང་ཆབ་སྲིད་ཀྱི་རང་དབང་ཐད་ལ་ཚོད་འཛིན་དམ་དྲག་ཆེ་བས། བོད་མི་མི་རྣམས་ཀྱི་སེམས་སུ་ཡོད་པའི་དོན་དངོས་ཀྱི་སྐད་ཆ་ཤོད་རྒྱུར་འཇིགས་སྣང་དང་དངངས་སྐྲག་ཆེན་པོས་བོད་མིས་བོད་མིར་ཆབ་སྲིད་ཀྱི་སྐད་ཆ་ཡེ་ནས་བརྗོད་མི་ཕོད་པ་དང། བོད་རྒྱ་ཕན་ཚུན་ཡིད་ཆེས་མེད་པའི་དོགས་ཟོན་བྱེད་བཞིན་ཡོད་པའི་གནས་སྟངས་དེར་འགྱུར་བ་གང་ཡང་བྱུང་མེད་པའི་གནས་ལུགས་ཞུས་སོང་སུ་པ་རེད་ད་ད་རེས་གཟིགས་སྐོར་སྤྱི་བཏང་མདོ་སྨད་ཁུལ་དུ་བྱེད་ད་བྱས་རྒྱ་གཞུང་གིས་དབུལ་སྒྱུར་ཕྱུག་སྒྱུར་ཟེར་ད་དབུལ་པོ་སྒྱུར་བྱས་ཕྱུག་པའི་ལམ་ནས་འགྲོ་གི་ཡིན་ཟེར་སྐད་ཆ་བཤད་སྟངས་དེ་འདྲ་བོ་ད་ག་ནང་བཞིན་དེ་སྲིད་ཇུས་ཆབ་སྲིད་ཀྱི་གར་སུ་པ་རེད། དམིགས་བསལ་གྱི་རང་མོས་ཡོད་སྲིད་ལ་ཆབ་སྲིད་ཀྱི་དག་ནས་བཤད་ཡོད་ལ་དེ་འདྲས་ག་རེ་ཅིག་བཤད་པ་ཡིན་ན་ལས་མདོར་ན་ཨ་ནི་ཆབ་སྲིད་ཀྱི་སྟེང་ནས་སྔོན་མ་དང་གར་དགོས་ཅེས་པའི་འགྱུར་བ་ཕྱིན་ནས་འདུག་བཟང་ཕྱོགས་དེ་མེད་དུས་ཨ་གར་བྱས་བསྡད་ཡོད་སྲིད་ན་སྐྱེས་གཅིག་ལ་ཡང་ཡིད་ཆེས་ལག་བདེ་ཡོད་ཀྱི་གནས་བབ་དེ་འདྲས་ཨ་ནི་བོད་མི་ནང་ཁུལ་ཡང་ཆབ་སྲིད་སྐད་ཆ་བཤད་མ་ཐུབ་པའི་གནས་སྟངས་དེར་ཆགས་ཤག་ཅེས་པར། སྐུ་ཚབ་ཚོགས་པ་ནས་པེ་ཅིང་དུ་གོང་ས་མཆོག་གི་ཆུང་དཀར་དུས་ཆེན། རྟེན་འབྲེལ་ཞུ་སླད་གསོལ་སྟོན་རྒྱས་པ་ཞིག་ཕུལ་གནང་མཛད་པར་གདན་ཞུས་ལྟར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་ཕུན་ཚོགས་དབང་རྒྱལ། རྒྱ་ནག་གཞུང་གི་དཔོན་རིགས་བགྲེས་ཡོད་ཆེ་ཆུང་མང་པོ་གསོལ་སྟོན་དུ་ཕེབས་པ་དང་གསོལ་སྟོན་དུ་ཕེབས་མཁན་དང་གདན་ཞུ་འབུལ་མཁན་རྒྱ་བོད་ཕན་ཚུན་གཉིས་ཕྱོགས་ནས་ཞལ་རག་སྟེགས་རེ། སྨོན་ཚིག་གསུང་རེ་གནང་སོ། སྐབས་ཚང་མས་གོང་ས་མཆོག་གི་མཚན་ནས་བོས་ཏེ་སྐུ་ཚེ་བརྟན་པ་དང་ཐུགས་བཞེད་འགྲུབ་པའི་སྨོན་འདུན་གཅིག་མཚུངས་བཞུགས་ལུགས་དང་ས་སྐུ་ཚབ་རྣམ་པར་ཕེབས་བསུ་སྣེ་ལེན་ཟབ་རྒྱས་ཞུས་པ་དང་དཔོན་རིགས་ཚོ་མཇལ་འཕྲད་སྐབས་རྒྱ་ནག་གཞུང་གི་སྲིད་བྱུས་ལ་ཏཱ་ལའི་བླ་མ་དང་ཏཱ་ལའི་བླ་མའི་ཆེད་གཏོགས་གནང་བའི་སྐུ་ཚབ་ཚོགས་པ་གང་རུང་ལ་མུ་མཐུད་ནས་འབྲེལ་བ་གནང་རྒྱུའི་འདུན་པ་ཡོད་ལུགས་གསལ་བརྗོད་བྱས་ཚུལ་བཤད་པ་དང་ཏཱ་ཡི་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་ཁ་སང་མ་གྷལ་རྒྱ་ནག་པེ་ཅིང་དུ་སྲུང་བརྩི་ཞུས་དུས་རྫ་ནས་ཨ་ནེ་བྷན་ཇེ་རིན་པོ་ཆེ་དང་ཁོང་རྣམ་པ་གདན་འདྲེན་ཞུས་རྗེས་ཕེབས་པ་ཅིག་རེད་ད་དུས་ནི་ང་ཕོད་ཡོད་པ་མ་རེད་ཁ་སང་ང་ཕོད་སྐབས་དུས་དུས་ལྷའི་ས་ལ་ཕེབས་པའི་གནས་སྟངས་ཅིག་རེད་འདུག་པ་འོ་དེ་འདྲ་བྱས་རྗེས་ད་ཁོང་རྣམ་པ་མ་གྷལ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་ཡུན་དུ་བརྟན་པ་ཞུ་བར་བྱས་རྗེས་འོ་དེ་འདྲ་བྱས་རྗེས་ད་ཞུ་གི་འདུག་གིན་འདུག་གིན་དེ་འདྲ་བྱས་སོང་ཨ་ནེ། ཁར་སོགས་པ། རྒྱ་གི་བོད་རིགས་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་རྒྱལ་བ་རིན་པོ་ཆེ་དང་རྒྱལ་བའི་ལམ་ལུགས་རྒྱལ་བ་རིན་པོ་ཆེའི་སྐུ་ཚབ་གཏོང་ན་མུ་མཐུད་ནས་འབྲེལ་བ་བྱེད་ཀྱི་ཡིན་གསུངས་སོང་ཟེར། དེ་དང་ཕྱོགས་མཚུངས་སྐུ་ཚབ་རྣམ་པས་ཀྱང་དེ་མཚུངས་འགྲེལ་བརྗོད་གནང་ལུགས་བཅས་ངག་ཐོག་ནས་སྙན་གསོ་ཆ་ཚང་བ་ཞུས་སོང་ཞེས་ད་དེ་སུ་གིས་གསུང་གི་ཡོད་རེད་ཟེར་ན་དགོངས་ཞུ་དྲན་ཐུབ་བསྟན་ལས་གསུངས་པ། གོང་ས་མཆོག་ནས་ཐུགས་དགྱེས་པའི་སྒོ་ནས་ཡག་པོ་བྱུང་འདུག་ད་དུང་མུ་མཐུད་ན་གལ་ཆེན་པོ་ཐུབ་ན་གལ་ཆེན་པོ་འདུག་ཅེས་བྱམས་བརྩེའི་གཟིགས་པ་དང་བཅས་པའི་སྒོ་ནས་སྐུ་ཚབ་གཟིགས་སྐོར་ཐེངས་བཞི་པའི་ལས་བསྡོམས་སྙན་སྒྲོན་གྲུབ་པ་རེད་བྱས་པ་རེད། དེ་ནས་རྒྱ་འདྲེ་ཁང་ཕྱི་མིའི་ནང་སྐུ་སྒེར་ཡིག་ཚང་ནས་གསོལ་ཇག་ཞིག་བཏེགས་སོང་བར་དེའི་སར་རང་མོས་ཀྱིས་གསུང་མོལ་གནང་རེས་ཀྱང་མཛད་པར་བཀའ་བློན་ཁྲི་ཟུར་ཀུན་གླིང་འོད་ཟེར་རྒྱལ་མཚན་ཁོང་ཉིད་ནས་མདོ་སྨད་ས་ཁུལ་དེང་སང་ཀན་ལྷོ་བོད་རིགས་རང་སྐྱོང་ཁུངས་ཟེར་བའི་གཙོས། ས་ཁུལ་གྱི་ཁོངས་རྨ་ཆུ་རྫོང་ཞེས་པའི་ནང་ཚན་དུ་སྟག་ཚང་ལྷ་མིའི་སྟོད་སྨད་གཡས་གཡོན་ཕྱོགས། དེ་ཚོར་དབྱར་ཆུ། སྟོན་འགོར་ནམ་དུས་བཟང་སྐབས་དང་བཅས་ཡུལ་ཕྱོགས་ཐམས་ཅད་རྩྭ་དང་རྩི་ཏོག་དང་མེ་ཏོག་དཀར་སེར་དམར་ལྗང་སོགས་རང་བཞིན་དུ་བཀྲ་བའི་དུས་སུ་སླེབས་ཡོད་པའི་ཁོང་ཉིད་ཀྱིས་ཡུལ་ཕྱོགས་དེ་ཚོ་སྐྱིད་པོ། སྐྱིད་པ་ལ་སྐྱིད་པ་ལ་དེ་འདྲའི་ཡུལ་ལྗོངས་བཟང་པོ་ཡག་ག་ལ་ཡག་ག་ལ། ས་ཆ་དེ་རང་བཞིན། ཞིག། རང་བཞིན་ཞིག་མ་རེད་ཅེས་ཐུགས་ཧ་ལས་པའི་རྣམ་པས་ཡང་ཡང་སྲ་གསུངས་པར་བྱས་པ་ལ་ད་དེ་འདྲ་ཡིན་དུས་སྐབས་དུས་དུས་ད་དེ་སུ་གི་གསུང་གི་ཨར་སེ་ན་ཇོ་གཞན་དུ་བསྟན་ད་གོ་ཐོ་རྒྱལ་བོར་མོ་ཇི་ཡག་གི་སྙན་སེང་ཞུས་རྗེས་མ་གེ་བར་མ་དེ་ལ་མ་ཕེབས་དུས་ཙང་ནས་ནི་གོང་གི་ད་སོ་སོ་སྒེར་གི་སྐུ་ཚབ་རྣམ་པ་ཚོ་གཟིགས་བཟོས་ད་དེ་དེ་སོ་དུས་ད་མདོ་སྨད་ཁུལ་གི་ཨ་ནི་གར་སོག་བར། དགེ་སློབ་བོན་རང་སྐྱོང་ཁུལ་ལ་ཡོད་པའི་སྟག་ཚང་ལྷ་མོ་གི་ས་ཆ་དེ་ཚོ་ཐེམ་ཁྲལ་རྙིང་གི་འོག་མེན་མདོག་དང་རང་བཞིན་དེ་ས་ཆ་དེ་མ་འདྲ་གི་འདུག་ཟེར། ཞོལ་གྱིས་གསུངས་པའི་སྐབས་དེ་ལ་ཕྲན་གྱིས་ཟེར་དུས་ད་སྐུ་ངོ། ཇུ་ཆེན་ཐུབ་བསྟན་ལ་ཟེར་གི་ཡོད། སྐུ་ངོ་ཁྱེད་རང་དེ་སྔ་བོད་སྡེ་བ་ཞིང་གི་རྫ་བསགས་ཀྱི་གོ་གནས་བཞེས་མཁན་ད་ལྟའི་ཆར་བཀའ་བློན་ཁྲི་པའི་བར་མཛད་སྒོ་བཞེས་ཏེ་ཁྲི་ཟུར་ཆགས་ནས་དགུང་ལོ་བདུན་ཅུ་ཕེབས་པ་ཞིག་ནས་བོད་ཡུལ་མདོ་སྨད་སའི་ས་ཆ་སྐྱིད་པོ་དང་བཟང་པོ་ཡོད་པ་ད་བར་མི་སྐྱེས་པ་དེ་རྒྱུ་མཚན་གང་ཞིག་བྱས་ནས་འོང་བ་ཡིན་ནམ་ཞེས་ཞུས་པར་ཁོང་གཉིས་ཀྱིས་དེ་མ་ཐག་ཁྱེད་ཚོ་ཁམས་པ་དང་ཨ་མདོ་ཚོས་བལ་དེ་བ་གཞུང་གི་ཁ་ལ་མ་ཉན་པའི་བྱུ་བ་རེད་ཅེས་གསུངས་ཀྱང་རེད་ཧ་ཧ་ཧ་ཧ་ཧོ་ད་ཨ་རི་དེ་སྐུ་གོ་རྗེས་གཞན་དུ་དེ་གི་དེ་འདྲི་ལབ་དུས་ག་རི་ལ་བར་སྲིད་དུས་སྐུ་གོ་རྗེས་རོ་ད་བལ་དེ་དག་པ་ངོ་མ་བལ་གཞུང་གི་རྫ་ས་བར་གནང་བ་རེད་དེ་རིང་ད་བཀའ་བློན་གི་མཚམས་ལ་སླེབས་ཆེད་དགོངས་པ་ཞུས་དེ་འདྲི་གནང་རྒྱུ་དེ་འདྲ་རེད་ཨ་ནི་བལ་དེ་ད་དེ་འདྲའི་བའི་བོད་ནང་ལ་ས་ཆ་མཛེས་བོ་ཡོད་པ་ད་ལན་མ་གཏོགས་མ་གཏོགས་པ་དེ་ག་རི་རེད་སྲིད་དུས། ཧཱ། འདི་ཁྱོད་རང་ཚོ་ཁམས་པ་དང་ཨ་མདོ་ཚོས་ཟེར་ན་གར་ཟེར་ན། ཨ་ནི་བོད་སྡེ་བ་ཞིག་མཁའ་ལས་མ་ཉེས་པའི་དུས་རེད་གསུངས་པར། དེར་ཡོད་ཚང་མས་རྒན་མོ་འདི་རེ་ཤོར་གནང་བ་ཙམ་ལས་མུ་མཐུད་དགོས་དོན་ཡེ་ནས་མེད་ཞོར་རི་མོ་ཁར་དེད་ནས་སྐུ་སྒེར་ཡིག་ཚང་ནས་གསོལ་ཇ་འབུལ་བཞེས་འཁྲུག་པ་དང་རང་མོས་ཀྱི་བཀའ་མོལ་མཚམས་འཇོག་གནང་སྟེ་དེ་ཉིན་གྱི་གཟིགས་སྐོར་སྐུ་ཚབ་ཚོགས་པའི་ལས་བསྡོམས་གོང་རིམ་ལ་སྙན་སོར་ལེགས་པར་ཟིན་པ་རེད་ཅེས་གསལ་བ་ལྟར་ཡིན། ངོ་ཆེ་ས་ད་འདི་ཁོང་རང་གི་དེའི་ནང་ལ་ག་རེ་བྲིས་པ་དེ་རེད་ད་དེ་ནི་དྲོད་མོ་ག་ཡེ་ག་གནང་ཡོང་བ་རེད་འོ་དེ་ད་དེ་ལུང་འདྲེན་པ་ཞིག་རེད་རྩོམ་པ་པོས་ད་དེ་ནི་ད་ད་ལྟ་གསུང་མཁན་དེ་རྩོམ་པ་པོ་ཁོང་རང་རེད་སྐབས་དེར་སྐུ་ཚབ་ཐེངས་བཞི་པ་ལེགས་གྲུབ་བྱུང་བའི་གཞུང་འབྲེལ་གསལ་བསྒྲགས་ཟླ་བ་དགུ་པའི་ནང་ཤེས་བྱ་གསར་ཤོག་ནང་གཤམ་གསལ་ལྟར། ཡིན་ས་རང་གཞུང་གཟིགས་སྐོར་སྐོར་ཚབ་ཐེངས་བཞི་པའི་ཚོགས་གཙོ་བཀའ་ཟུར་འོད་ཟེར་རྒྱལ་མཚན་མཆོག་དང་ཚོགས་གཞོན་རྩིས་ཞིབ་འགན་འཛིན། འཇིགས་མེད་ལྷུན་གྲུབ་དང་སྤྱི་འཐུས་ཟུར་པ་དྲ་བོ་དཔོན་རིན་ཆེན་ཚེ་རིང་དང་ས་དགའ་མདའི་དྲིལ་བསྒྲགས་དྲུང་གཞོན་བསམ་འཕེལ་དང་རྒྱལ་དྲུང་ཐུབ་བསྟན་ཕུན་ཚོགས་བཅས་མི་དྲུག་ཆེད་གཏོང་མཛད་པར་ཕྱི་ཟླ་དྲུག་པའི་ཚེས་བཅུ་དྲུག་ཉིན་ལྡི་ལི་ནས་ཐོན་ཏེ་པེ་ཅིང་གཞུང་གི་ལས་བཟོ་ཁག་དང་ཀུན་གཟིགས་དཔོན་ཆེན་རིན་པོ་ཆེ་ནག་པོའི་ངག་དབང་འཇིགས་མེད་དཔའ་བོ་ཕུན་ཚོགས་དབང་རྒྱལ་བཀྲ་ཤིས་དབང་ཕྱུག་སོགས་རྒྱ་བོད་མི་སྣ་རྣམས་མཇལ་འཕྲད་གནང་བ་དང་སྐུ་ཚབ་རྣམ་པས་འབྲེལ་ཡོད་ཕྱོགས་ལ་རྒྱ་ནག་གཞུང་ནས་བཏོན་པའི་དོན་ཚན་ལྔ་ཞེས་པར་ཁས་ལེན་བྱེད་ཐབས་མེད་ལུགས་ཀྱང་གསུངས་པ་རེད། དེའི་རྗེས་མདོ་ཁམས་ཀྱི་གཞིས་ལུས་བོད་མི་སྤུན་ཟླ་རྣམས་ལ ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་རྗེའི་འཚམས་འདྲི་བརྒྱུད་བསྒྲགས་དང་ཆོས་དང་རིག་གཞུང་མང་ཚོགས་ཀྱི་འཚོ་ཐབས་རང་དབང་གནས་སྟངས་བཅས་ལ་གཟིགས་སྐོར་གནང་སྒོ་གྲུབ་འབྲས་ལྡན་པའི་ངང་མཇུག་བསྒྲིལ་ཏེ་པེ་ཅིང་ནས་ཧོང་ཀོང་བརྒྱུད་ཟླ་བ་དགུ་བའི་ཚེས་བཅོ་ལྔ་ཉིན་བཞུགས་སྒར་དུ་བདེ་འབྱོར་ཟིན་པ་རེད། ཁྱད་པར་ད་ལྟའི་ག་རེ་རེད་ཟེར་ན་ཤེས་བྱ་ཚགས་པར་ནང་ལོགས་ལས་ཨན་གོ་ཚོས་དེ་བཏོན་པ་རེད་ཁྱད་པར་ད་ལྟའི་གསལ་བསྒྲགས་དེ་རེད་དོགས་ཟེར་སྐུ་ཚབ་རྣམ་པ་ག་ཚོད་ཕེབས་ཡོད་པ་ཨ་ནི་ཕ་སྐད་ག་རེ་ག་རེ་གནང་ཡོད་མེད་ཀྱི་སྡོམ་ཚིག་གྲོགས་དེའོ་དེ་འདྲ་ཞིག་གནང་པ་རེད། འོ་དེ་ཅིག་བྱས། ད་དེ་ནས་སྐུ་ཚབ་ཚོགས་པའི་དར་རས་མདོ་སྨད་ཟི་ལིང་སྐུ་འབུམ་དང་དགོན་ལུང་རྨ་ལུའི་མཆོག། ལྷོ་ཕྱོགས་རེབ་གོང་ས་ཁུལ་དགོན་དང་མཚོ་སྔོན་པོའི་ལྷོ་རྒྱུད་ས་ཁུལ་དགོན། ནང་ཚན། ནང། ཁ་ཚད། ནང་ཚན་འགའ་སྐྱེ་རྒུ་མདོ་དང་ཁྲི་འདུ་ས་ཁུལ་དང་སྐྱེ་རྒུ་དགོན། ཁྲི་འདུ། སྐལ་བཟང་དགོན་ཡུལ་དགོན་ས། བླ་བྲག་ཁག་ག་ཤེད་བཅས་དང་རྒྱ་ནག་ཀན་སུའུ་ཁོངས་སུ་བཅུག་པའི་མདོ་སྨད་བླ་བྲང་བཀྲ་ཤིས་ཀྱི་ས་ཁུལ་དང་གཙོས་ཁུལ། རྨ་ཆུ་དང་ཀླུ་ཆུའི་ཉེ་འཁོར་གྱི་འབྲོག་སྡེ་ཁག་སོགས་ཡུལ་དགོན་དང། དཔའ་རིས་སྟག་ལུང་ཁུལ་གྱི་ཡུལ་དགོན་བཅས་སུ་གཟིགས་སྐོར་འཚམས་འདྲི་གནང་བར་གཞིས་ལུས་རྒྱ་ཆེའི་མི་དམངས་ཚོས་བཅོས་མིན་གྱི་དགའ་བསུ་ཚད་མེད་དང་བཅས་དྲི་མེད་ཀྱི་སྐད་ཆའི་དང་པོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་སྐྱིའི་གསལ་གདངས་ཡིན་ནམ་ཞེས་མིག་མཆི་ཞགས་དང་ཕྱག་གཉིས་ཐལ་མོ་སྦྱར་བའི་དད་གུས་ཀྱི་རྣམ་འགྱུར་གང་གིས་ཀྱང་འགོག་ཏུ་མེད་པའི་བོད་མི་རིགས་ཀྱི་རང་གཤིས་བཟང་པོ་མཚོན་པར་བྱས་ཡོད་པ་དེས་སྐུ་ཚབ་ཚོགས་མི་རྣམས་ལ་སེམས་འགུལ་ཆེན་པོ་ཐེབས་ཡོད་པ་མ་ཟད་དེ་བས་གལ་ཆེ་བ་ཞིག་ནི་གཞིས་ལུས་བོད་རིགས་མི་དམངས་རྣམས་རང་གི་མི་རིགས་ལ་ཤ་ཞེན་དང་རིག་གཞུང་ལ་སྔར་བས་ཡིད་ཆེས་ཆེ་རུ་སོང་ནས་གཞིས་བྱེས་སྤུན་ཟླ་ཡོངས་མཛའ་མཐུན་གྱིས། ཁ་ཟས། དུད་པ། དུད་རྒྱས་འབྲེལ་བ་དེ་རེད། ཅེས་བཤད་རྗེས་ད་གཙོ་བོ་དེ་ཕ་གས་ཕེབས་རྗེས་ཨ་ནེ་ཁོང་རྣམ་པ། ད་ནི་དེ་ཤེས་བྱ་ཚགས་པའི་ནང་ལོགས་ལས། ཨོ་ད། ག་ར་ཡིས་བོད་ལས་ཕེབས་དེ་འདྲས་ཡིན་དུས་ད་ཁོང་རྣམ་པས་མདོ་སྨད་ཁུལ་གྱི་ཨ་ནི་རྒྱ་བོད་བོད་རིགས་མི་མང་ཚོ་རྒྱལ་བོ་རིན་པོ་ཆེ་ལས་ག་འདྲ་ག་འདྲ་གུ་རུ་སྐུ་བདེ་མོ་དང་ལག་གི་ཐལ་མོ་འཇོག་པ་དེ་ལ་སོགས་པ་དག་ན་ཤི་ག་ཤི་གཉིས་ཀྱི་ཕྱག་ཚ་བོ་དེ་འདྲ་བྱུང་འདུག་བ་ཨོ་དེ་འདྲས་བྱས་རྗེས་དེ་ཡིན་དུས་ད་ག་འདྲ་བོད་པའི་བོད་པ་གི་འདུ་ཤེས་དེ་བརྟན་པོ་ཞུ་ཆེད་དུ། ད་རེའི་གཟིགས་སྐོར་ནང་གནང་ཡུལ་གོང་ས་གོང་ས་ས་གནས་ཁག་ཏུ་རྒྱ་ནག་གཞུང་ནས་དབུས་འགྱུར་ཕྱུག་འགྱུར་གྱི་སྲིད་ཇུས་དང་དཔལ་ཡོན་གཉིས་དར་བའི་སྲིད་ཇུས་ཟེར་བ་གཏན་འབེབས་བྱས་ཏེ་གཞིས་ལུས་སྤུན་ཟླ་ཚོའི་དཔལ་འབྱོར་གོ། འཚོ་གོས་དང་ཆོས་སྡེ་རང་མོས་ལ་འགྱུར་བ་ཕྲན་བུ་བྱུང་ཡོད་ན་ཡང། བློ་ཕམ་པ་ཞིག་ལ་ཆབ་སྲིད་ཀྱི་རང་དབང་འཐབ་རྩོད། ཐད། ཚོད་འཛིན་དམ་དྲག་ཆེ་བའི་སེམས་ནང་གི་སྐད་ཆ་ཤོད་རྒྱུ། ཤོད་རྒྱུར་འཇིགས་སྣང་དང་དམ་དྲག་ཆེན་པོས་བོད་རྒྱ་གཉིས་ཀར་ཕན་ཚུན་ཡིད་མི་ཆེས་པ་དང་དོགས་ཟོན་ཆེན་པོ་བྱེད་དགོས་པའི་གནས་སྟངས་ཀྱི་འགྱུར་བ་གང་ཡང་བྱུང་མེད་པའི་གཟིགས་ཚུལ་བྱུང་བ་རེད། ད་ད་རིང་ཁོང་རྣམ་པ་ཚོ་ཕ་བའི་ས་གནས་ཁག་ཏུ་ཕེབས་དུས་ཨ་ནི་རྒྱ་ནག་གི་སྲིད་བྱུས་དེ་ག་རེ་རེད་ཤག་ཟེར་ན་ཨ་ནི་དབུལ་སྒྱུར་ཕྱུག་སྒྱུར་གྱི་སྲིད་བྱུས་དབུལ་པོ་ནས་ཕྱུག་སྒྱུར་ལས་ཕྱུར་པོར་འགྱུར་ཡི་གི་སྲིད་བྱུས་ཤིག་དང་ད་ཡོད་གཉིས་ལྟར་བྱས་རྗེས་བཤད་ཀྱི་འདུག་སྲིད་ཇུས་ཀྱི་སྒང་ནས། འོ་དེ་ཨ་ནི་ག་རེ་རེད་བཤད་ཟེར་ན། བཤད་དུས་ཀྱི་སྐབས་ལ་དཔལ་འབྱོར་གྱི་སྟེང་ནས་འཚོ་བ་ཨེ་འོ་ཚོད་ཤོར་བ་ཡིན་ན་ད་ཆབ་སྲིད་ཀྱི་སྒང་ནས་དཀའ་ངལ་ཆེན་པོ་ཡོད་དུས་ཅིག་ཅིག་ལ་ཡིད་ཆེས་ན་དོགས་པ་རྒྱ་བོད་གཉིས་བར་དཀའ་ངལ་དེ་འདུག། རྒྱ་ནག་གཞུང་ནས་སྐུ་ཚབ་རྣམ་པར་ཕེབས་སྒྲིག་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་མ་ཟད་དཔོན་རིགས་ཚོ་མཇལ་འཕྲད་སྐབས་རྒྱ་ནག་གཞུང་ལ་ས་བོད་གཞུང་དང་མོ་རྡུལ་འབྲེལ་བ་ནང་གི་འདུན་པ་ཡོད་ལུགས་གསལ་ཁ་བཏོད་པ་དང་ཆབས་ཅིག་དེ་ནི་གཉིས་ཕྱོགས་སུ་ཕན་ཐོགས་ཡོད་པ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་བྱས་ཙང་ད་གོང་ནོ་བ་མ་བཀལ་ཡོད་དུས་བོད་གཞུང་ངོས་ནས་རྒྱ་ནག་གཞུང་ལ་མོ་རྡུལ་འབྲེལ་བ་བྱེད་ཀྱི་ཡིན་དེ་ག་རེ་རེད་ཟེར་ན་ཕྱོགས་གཉིས་ཀ་ལ་ཁེ་ཕན་ཡོད་པ་བཅས་ལ་གཟིགས་ཀྱི་ཡོད་ཅེས་བྱས་པ་རེད། སྐུ་ཚབ་ཚོགས་པས་པེ་ཅིང་དུ ྋགོང་ས ྋསྐྱབས་མགོན་ཆེན་པོའི་འཁྲུངས་སྐར་རྟེན་འབྲེལ་ལས་གསོལ་སྟོན་ཞིག་འབུལ་གནང་མཛད་པར་གདན་ཞུས་ལྟར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་ཕུན་དབང་རྒྱ་ནག་གཞུང་གི་འབྲེལ་ཡོད་དཔོན་རིགས་ཁག་སོགས་སྐུ་མགྲོན་ཁག་ཕེབས་ཡོད་པ་རེད། སྤྱི་གྲོས་གཉིས། སྦྱིན་གྲོས་གཉིས་ཕྱོགས་ནས་ཞལ་རགས་སྨོན་ཚིག་གསུང་སྐབས་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་སྐུ་ཚེ་བརྟན་པ་དང་ཐུགས་བཞེད་མྱུར་དུ་འགྲོ་བའི་སྨོན་འདུན་ཞུས་གནང་མཛད་ཡོད་པ་རེད། ད་གོང་རྣམ་པ་བ་ཀའི་གདན་གྲོས་ཞུས་དེ་འདྲ་བྱས་ཏེ་ཨ་ནེ་པཎ་ཆེན་རིན་པོ་ཆེ་འབའ་བ་ཕུན་དབང

སྐུ་ཚབ་རྣམ་པས་ཐེངས་འདིའི་གཟིགས་སྐོར་གྱི་གནས་ཚུལ་རྣམས་གོང་ལོའིགོང་ལོའི་རྣམ་པར་སྙན་ཞུ་དང་སྲི་ཞུ་བ་ཡོངས་ལ་སྙན་སྒྲོན་ངོ་སྤྲོད་གནང་རྒྱུ་སོགས་ལེགས་པར་ཟིན་པ་རེད་ཅེས་གསལ་ཡོད་རེད་ཆེར་ད་ཤེས་བྱ་གསར་ཤོག་ནང་ལས་ཨོ་འདུག་བྱས་རྗེས་གསལ་ཡོད་རེད་ཆེར་ད་གོང་ལོའི་ཟིན་ཏེ་གོང་གི་བཀའ་བློན་རྣམ་པ་དང་དེ་ཚོར་ཆེད་ད་དེ་ནས་ཁོང་རྣམ་པས་སྲི་ཞུའི་ཟིན་ན་འདྲ་གཉིས་པ་དེ་གར་གནང་བར་ཟིན་ན་གངས་སྐྱིད་དུ་ལས་བྱེད་ཚོ་ལྟ་སྐོར་སྐུ་ཚབ་ཞེས་པའི་གཟིགས་ཚུལ་ངོ་སྤྲོད་ཞིག་གནང་བར་ད་ལས་བྱེད་རྣམ་པ་ཚོ་ལ། ཚེས་བཅུ་བདུན་ཉིན་ཕྱི་དྲོ་ཆུ་ཚོད་གཉིས་པའི་ཐོག་གངས་སྐྱིད་གངས་ཅན་སྐྱིད་གཤོངས་ཀྱི་ཚོགས་ཁང་ཆེན་མོའི་ནང་བཙན་བྱོལ་བོད་མང་གཙོའི་གཞུང་གི་གྲོས་ཚོགས་སམ། ཆོས་བརྒྱུད་ཆོལ་གསུམ་དང་བཅས་པའི་བོད་མི་མང་སྤྱི་འཐུས་ཚོགས་གཙོ་གཉིས་གཙོས་ཚོགས་མི་ཡོངས་རྫོགས་དང་བཀའ་ཤག་ལྷན་རྒྱས་ཀྱིས་མཚོན་བཞུགས་སྒར་དུ་ཡོད་པའི་སྲིད་ཞི་བ་ཡོངས་རྫོགས་རྒྱས་རྩོམ་གནང་ཐོག་བཀའ་བློན་ཁྲི་ཟུར་འོད་ཟེར་རྒྱལ་མཚན་གྱིས་གཙོས་མདོ་སྨད་ཁུལ་དུ་ཕེབས་པའི་གཟིགས་སྐོར་སྐུ་ཚབ་ཚོགས་པ་ཐེངས་བཞི་པའི་ཚོགས་མི་རྣམ་པས་རྒྱ་གར་ནས་ཧོང་ཀོང་བརྒྱུད་ཧོང་ཀོང་ཏུང་དང་པེ་ཅིང་དེ་ནས་ཀན་སུའུ་བརྒྱུད་བོད་ཡུལ་མདོ་སྨད་ས་ཁུལ་ཁག་དང་མགོ་ལོག་སྐྱེ་རྒུ་དུ་སངས་མའི་བཅས་དུ་གཟིགས་སྐོར་འཚམས་འདྲི་གནང་སྐོར་སྐུ་ཚབ་ཚོགས་པའི་ཚོགས་གཙོ་སྐུ་ངོ་སྐུལ་འདེད་གླིང་ནས་ཡུལ་གྲོགས་རྣམས་ལ་འཚམས་འདྲི་གཟིགས་སྐོར་དང་དགོན་པ་ཆེ་ཕྲ་ཚང་མིའི་རྟེན་མཆོག་སྤྱན་སྔར་བཞུགས་གནས་མཆོད་སྤྲིན་དང་ས་གོང་ས་ཆེན་པོའི་ཐུགས་སྨོན་བརྙན་ཤ་དུས་གསོགས་སུ་བསྙེན་བཀུར་མང་རྒྱུད་འབུལ་སྐོར་སོགས་གསལ་བཤད་ཞིབ་ཕྲ་གནང། གཞན་ཡང་སྐུ་ངོ་ནས་བོད་མིའི་ཁྲོད་ཐའེ་ཝན་དང་རྒྱ་ནག་ལ་འགྲོ་མཁན་ཚོར་སྤྱི་ཚོགས་ནང་མིང་ཆེ་ཆེན་པོ་ཡོང་གི་ཡོད། བྱས་རྗེས་ད་ད་རན་གར་བྱུང་བ་རེད་ཟེར་ན། ཨ་ནི་ད་ཁོང་རྣམ་པ་ཚོ་གི་སྤྱི་འཐུས་བཀའ་བློན་དག་གི་གཞུང་ཞབས་ལས་བྱེད་ཆ་ཚང་གང་ཅི་གང་ཅི

ཐའེ་ཝན་གྲོང་ཁྱེར་དེ་ཚོ་མིང་ཆ་ཡག་པོ་མི་འདུག་ཁོང་རྣམ་པ་གི་ཚབ་བྱས་ན་ཨ་ནི་ང་ཚོ་སྐུ་ཚབ་ཀྱི་ངོས་ནས་བཤད་ན་རྒྱ་ནག་གི་བུ་བུ་ལགས་ནི་བུ་མོ་རྡོག་གཅིག་ལས་མེད་ས་དེ་གོ་རྡོག་ཞིག་ལས་མེད་སྲིད་པ་འདི་ལ་མོ་ཚོད་ཚོད་ཡིན་ཡིན་པ་ཡིན་ན་ལས་སྐུ་མཚོ་སྔོན་ཞིང་ཆེན་ནས་ཁོ་ཚོར་སྐམ་པགས་ལེབ་ཞིག་སྤྲད་ཡོད་ས་རེད་སྐྱབས་བཅོལ་ཧཧཧཧ་ཧོ་དེ་ཁྱི་རེད་བྱས་པ་ལ་སྐྱབས་འདུག་སྐྱབས་ཡོད་བྱས་དེ་བཞིན་སྐུ་ཚབ་རྣམས་ཉིན་གུང་གངས་སྐྱིད་དུ་ལས་བྱེད་ཚང་མས། གར་སྣང་བར་ཟེར་ན། མཐོང་སར་སྦྱོར་བ་དེ་ལ་རྒྱུ་མཚན་ཡོད་ཅེས་གསུངས་པར། ལས་བྱས་ཡོངས་ནས་ཚོར་བ་ཆེན་པོའི་སྒོ་ནས་ལེགས་སོའི། ལག་པ་བརྡབ་པ་སོགས་སྣང་སོ། ཚང་མས། དེ་ཉིན་སྐུ་ཚབ་ཉིན་གུང་གངས་སྐྱིད་དུ་ལས་བྱེད་ཚང་མས། མཐོང་སར་སྦྱོར་བ་དེ་ལ། ཨོ་ད་དེ་རིང་ཁོང་རྣམ་པ་དེ་ལས་བྱེད་ཚང་མས་མཐོང་སར་སྦྱོར་བ་དེ་ག་བུ་བྱུང། ལག་པ་བརྡབ་པར། དེ་རྗེས་སྐུ་ཚབ་ཚོགས་པའི་ཚོགས་གཞོན་འཇིགས་མོ་རིན་པོ་ཆེ་དང་སྤྱི་ཟུར་དྲ་འུ་བོད་རྣམ་གཉིས་ནས་སོ་སོའི་གཟིགས་ཚུལ་ཇི་བྱུང་གསུངས་སོང་བ་དང་ཁྱད་པར་དྲ་འུ་བོད་ནས་ད་རེས་ཨ་ཏི་ཞེས་རྒྱ་མིའི་དཔོན་རིགས་དུས་ལོ་རྒྱུས་ཐོག་ནས་བོད་རྒྱ་གོང་མ་རེད་ཅེས་ཤེས་སོང་ཞེས་རྩག་ཏུ་བཏོན་ནས་གསུངས་སོང། སྐབས་དེར་གུས་ནས་བཀའ་བློན་རྣམ་པ་དང་སྤྱི་འཐུས་དྲུང་ཆེ་ཆུང་གི་དབུས་པའི་གཞུང་གི་མཛད་གཙོ་རྣམ་པ་རྒྱས་འཛོམས་ཡོད་པའི་སར་སོ་སོའི་བསམ་ཚུལ་ཞུ་རྒྱུའི་སྤོབས་པ་རྙེད་མ་བྱུང་བྱས་པ་རེད། ད་དེ་དུས་ནི་དྲུང་བློན་གྱི་དམིགས་བསལ་གྱི་ད་ག་མེར་གར་བྱས་སུ་ད་ནི་ཨ་ཏི་ཤག་གིས་བག་ཆགས་བཞག་སོང་ཞེས་ད་རྒྱ་མི་བདུན་ལས་བོད་རང་བཙན་ཡིན་པ་དེ་བཤད་སོང་ཞེས་པ་ལ་ནི་དེ་འདྲའི་ཤེས་ཏེ་ཁོང་རང་ལས་དམིགས་བསལ་གྱི་ཤེས་ཡོན་གྱི་སྤོབས་པ་སུ་ཀྱང་རག་མ་བྱུང། དེ་ཉིན་ཕྱི་དྲོ་བཀའ་ཤག་ནས་སྐུ་ཚབ་ཚོགས་པར་གཟིགས་སྐོར་ལེགས་གྲུབ་བྱུང་བའི་ལེགས་གསུལ་སོགས་ཚིག་འདེབས་སྐུལ་ཞུས་པ་དང་སྐབས་དེར་བཀའ་ཤག་ནས་གལ་སྲིད་ཚོགས་མི་སོ་སོའི་ངོས་ནས་གོང་ས་ཆེན་པོར་སྙན་གསེང་ཞུ་དགོས་རིགས་ཡོད་ན་དམིགས་བསལ་དུས་ཚོད་ཞུས་ནས་བཅར་ན་འཐུས་རྒྱུ་དང་དེ་བཞིན་ལས་བསྡོམས་ཕྱོགས་བསྒྲིགས་དང་རྩིས་ཁྲ་གང་མགྱོགས་བཀའ་ཤག་ལ་འབུལ་དགོས་ཞེས་ལམ་སྟོན་ཕེབས། ལས་བསྡོམས་ཕྱོགས་བསྒྲིགས་བྱ་རྒྱུ་འཇིགས་མེད་རིན་པོ་ཆེ་དང་གུས་གཉིས་ལ་ལས་འགན་བཀོད་སྒྲིག་གནང་བ་ལྟར། བརྒྱ་ཅུ་གྱེས་སྔ་ཟླ་བ་བཅུ་གཅིག་པའི་ཚེས་ཉིན་བཀའ་ཤག་ལ་ལས་བསྡོམས་ཕྱོགས་བསྒྲིགས་དང་མཉམ། རྩིས་འབུལ་ཞུས་པའི་ཡིག་རིགས་ཁག་གཤམ་གསལ། ཨ་ནི་བཀའ་ཡིག་གོང་མོ་ཨ་ནི་བཀའ་ཤག་གི་ཞལ་ལ་བཏང་པ་དག་རེད། དེ་ཡིན་དུས་ཨ་ནི་ཁྱེད་རང་ཚོ་ཡང་གལ་ཏེ་གོང་ས་མཆོག་ལ་ཞུ་ཡས་དེ་འདྲ་ཡོད་ན་ཨ་ནི་དུས་ཚོད་བཟོས་རྗེས་བཅར་ན་འགྲིག་རེད། དེ་མེད་དུ་ཨ་ནི་ལས་བསྡོམས་དང་རྩིས་ཁྲ་དེ་ཚོ་ད་མགྱོགས་པོ་ཞིག་ག་རེད་ཟེར་དུས་ད་ནི་ཨ་ལགས་འཇིགས་མེད་དང། ཁོང་རང་རྩོམ་པ་བོ་ཁོང་རྣམ་པ་གཉིས་ལས་ལས་བསྡོམས་སྙན་ཞུ་དེ་བྲིས་རྗེས་ཨོ་རྡོ་བྱས་རྗེས་རྩིས་འབུལ་ཞུས་པ་ཡིན་རྩིས་པ་དེ་ལས་དོན་ལས་དོན་ཞུ་རྒྱུའི་སྐོར་རྩ་འཛིན་ཕྱག་འཁྱེར་བཀའ་གདམས་རྒྱར་མ། ཟླ་བ་དྲུག་པའི་ཚེ་འཁོད་པ་ཤོག་གྲངས་གཅིག་བཅས་རྩ་འཛིན་གྱི་ཤོག་གྲངས་གཅིག་བཅས་དེ་ནས་དེར་ཕྱག་འཁྱེར། བཀའ་བློན་ལྷན་རྒྱས་དང་སྐུ་ཚབ་ཐེངས་བཞི་པའི་ཚོགས་མི་རྣམས་གཟིམ་ཆུང་དུ་སྙན་སྦྱར་སྐབས་བཀའ་སློབ་རྩ་བོད་ཚིག་མདོ་དེ་འདྲ་ཤོག་གྲངས། གསུམ་པ་བཅས་དེ་ཚང་མ་ཐོབ། སྐུ་ཚབ་བཞི་པའི་ལག་རྩིས་འབྲུ་དོན་གཞིར་བཟུང་བཀའ་བསྡུར་གནང་སྐབས་ལེགས་སྦྱར་དགོངས་རྫོགས་ཆེ་ཆུང་ཟུར་འདོན་མཛད་པ། ཨའོ་དེ་རེད། ད་དེ་དེ་ཁོང་རྣམ་པ་ཚོ་ཞིབ་ཕྲ་རེད། ཉིན་རེ་ཉིན་རེ་བྱ་བ་དང་ག་རེ་ཡིན་པ་དེ་བྱ་ཚང་འདུག་ཨོ་དེ། ད་ལྟ་འདྲ་པར་དང་གློག་བརྙན་གྱི་སྤྱིན་ཤོག་དེ་དག་གང་དུ་ཡོད་མེད་རྩད་གཅོད་ཐུབ་མ་སོང། གར་སོང་ཆ་མེད་དུ་གྱུར་མེད་པར་རེ་བ་བྱེད་ཀྱི་ཡོད་ད་དེ་དུས་ཁོང་ཚོ་གློག་བརྙན་དང་དེ་ཚོའི་ཐོག་ཅིག་བྱུང་ཡོད་ས་མ་རེད། ཨོ་བྱས། ལོ་རྒྱུས་དང་འབྲེལ་བའི་ཡིག་རིགས་ནང་ད་ལྟ་ལམ་སེང་གལ་ཆེན་ཡིན་པ་སྣང། གལ་ཆེན་ཡིན་པ་མི་སྣང་རུང་མ་འོངས་པ་དེའི་གལ་འགངས་ཆེ་ཆུང་བྱེད་རྒྱུར་ཆ་མ་རྩ་བ་ཡིན་སྟབས་ང་ཚོས་ཡིག་ཕྱོགས་ཀྱི་ཐད་འཐུས་ཤོར་འགྲོ་གི་མེད་དམ་སྙམ་པ་ནི་སྒེར་གྱི་བསམ་ཚུལ་ཡིན། ད་གང་ལྟར་གལ་ཆེ་ཤོས་དེ་རྩ་བའི་ཡིག་ཆ་ཉར་སྟངས་ཀྱི་སྟེང་ལས་གང་ལྟར་ཐིག་གསོ་དགོས་རེད། དེ་དེ་ག་ངས་དེ་མེད་པ་དེ་འདྲས་ཅིག་འདུག་ས་གོ་རྣམ་པ་ཚིག་ཐོ་པེ་ན་ད་བོད་རིགས་སུ་དང་སུ་མཇལ་བ་ཚིག་ཐོ་ན་དེའི་དེ་ཚང་མ་ཡོང་རོགས་པ་དེ་རེད། སྐབས་དེར་རང་ཉིད་སྒེར་ངོས་ནས་མ་འོངས་སྐུ་ཚབ་ཕེབས་སྐབས་གྲ་སྒྲིག་འཐུས་ཚང་ཡོང་ཆེད་སྤྱི་སྨན་བསམ་འཆར་ཁག་ཅིག་ཕུལ་བ་གཤམ་གསལ་དུ་བཀོད་ཡོད། ད་རྗེས་མ། སྐུ་ཚབ་ཕེབས་དུས་གྲ་སྒྲིག་གར་བྱེད་མ། དེ་བཞིན་བཀའ་ཤག་གིས་ཚོགས་མི་སོ་སོའི་ངོས་ནས་གོང་ས་སྐྱབས་མགོན་ཆེན་པོར་སྙན་སེང་དགོས་རིགས་ཡོད་ན་དེ་ལྟར་གནང་དུས་ཞེས་བཀའ་འཁྲོལ་གནང་བ་ལྟར་གོང་ས་སྐྱབས་མགོན་ཆེན་པོས་དམིགས་བསལ་མཇལ་བཅར་ཞུས་པ་ཡིན་ཆེ་བར་ཁོང་རང་དམིགས་བསལ་ཞུས་པ་ཨིན་སྐ་རི་ནང་དུ་གུས་པར་ཆ་མཚོན་ན་མི་གཟིགས་ན་སྒེར་གྱི་མཇལ་ཁ་ཞུ་མྱོང་མེད་པར་མ་ཟད་གུས་ཕྱག་འབུལ་སྟངས་སོགས་མཐོང་ཐོས་ཉམས་མྱོང་གང་ཡང་མེད་སྟབས་ཞེད་སྣང་དང་དངངས་འཚབ་འདྲ་མིན་སྒོ་ནས་སེམས་ནང་གྲ་སྒྲིག་བྱས་པ་དང་གནད་དོན་ཆ་ཚང་ཞུ་མ་ཐུབ་རུང། བླ་མ་ཁག་ཅིག་གིས་བོད་ནང་གཉེན་འཕྲད་འགྲོ་སྐབས། ཆབ་གྲོལ་ནང་གོང་ས་མཆོག་དང་བཙན་བྱོལ་བོད་གཞུང་ལ་ཡིད་མ་རངས་པའི་གཏམ་བཤད་སྤེལ་སོང་ཞེས་བོད་མི་སྐྱ་བོད་མི་རྒྱལ་ཞེན་ཅན་ཞིག་ནས་གོང་ས་མཆོག་ལ་སྙན་སེང་ཞུ་རོགས་ཞེས་གུས་སྒེར་ལ་ནང་མི་གནས་ཚུལ་ཤོང་གལ་བྱུང་བ་རྣམས་སྙན་སེང་ཞུ་ཐུབ་ཙམ་བྱུང། འོ་ད་སྐབས་དུས་དུས་ཨ་ནི། ད་ལྟ་དེ་རེད་ད་ཁོང་རང་སྒེར་གྱི་ངོས་ནས་ད་ག་སུ་བོ་རེད། ཡོག་རིན་པོ་ཆེ་ནང་ཁུལ་ནས་སྒེར་སྦྱར་ཅེས་ཞུས་མེད་དུས་ཞུ་མྱོང་མེད་དུས་དེ་ཞེས་དེ་འོ་ད་དེ་པ་ཁྱོད་ནས་ཕྱག་འཚལ་མེད་ནི་ག་འདྲའི་ཚེགས་གནང་དགོས་མེད། ད་ཡིན་པ་ཡིན་ན་ལས་དེ་གཉིས་ནས་ཞུས་རྗེས་ཁོང་རང་གིས་ཞུ་དགོས་བ་ཚང་མ་ད་ཞུ་མ་ཐུབ་ན་ཡང་ད་བོད་ནས་སྒེར་གྱི་ཁོང་རང་ལ་ལན་ཀིར་ཡོད་དེ་འདྲ་ཅིག་རག་སོང་ག་རེ་བཤད་འོས་ཟེར་ན། དེ་ནས་བཙན་བྱོལ་ནས་སླེབས་ཀྱོ་བཙན་བྱོལ་བོད་ག་ཤེད་ནས་བླ་མ་ཁག་ཅིག་བོད་ནང་གཉེན་འབྲེལ་འགྲོ་སྐབས་འོ་དེ་རེད་ད་བླ་མ་ག་ཤེད་བོད་ལ་གཉེན་འབྲེལ་འགྲོ་གི་ཡོད་རེད་པ། གཉེན་འབྲེལ་ལ་འགྲོ་དུས་ཨ་ནི་འཁྲབ་ཅན་ད་རྒྱ་རིན་པོ་ཆེ་ལས་ཨ་ནི་ཡིད་མ་རངས་པའི་རྣམ་འགྱུར་དེ་འདྲས་འདུག་བཤད་རྗེས་འགའ་ཤས་ཀྱིས་དེ་འདྲ་བྱེད་ཀྱི་འདུག་ཟེར་ཁ་ཐུག་བཤད་དགོས་རེད་རྒྱ་གར་ནས་ཡོང་མཁན་གྱི་བླ་མ་འགའ་ཤས་ཀྱིས་ད་ང་ཚོ་དེང་སང་བཤད་པ་ཡིན་ན་ད་ནི་རྒྱ་ནི་མིག་གིས་ཆབ་གྲོལ་སྲིད་པའི་གཞུང་གི་ནང་ལོགས་ལས་ཆབ་སྲིད་ཀྱི་གྲོས་ཚོགས་ནང་ལོགས་ལས་ཨ་ནི་གོང་ས་མཆོག་ལ་ཡིད་མ་རང་བ་དེ་འདྲ་བཤད་མཁན་དེ་འདྲ་འདུག་དེ་ཨ་ནི་རྒྱ་རོང་པ་ཅིག་ལ་སྙན་སེང་ཞུ་རོགས་བྱེད་ཅེས་བྱས་རྗེས་དེ་འདྲ་ལབ་མཁན་དེ་འདྲ་བྱུང་སོང་བོད་ནས་བྱས་ཙང་དེ་ཚོ་ཞུས་ཐུབ་ཙམ་བྱུང། མ་འོངས་སྐུ་ཚབ་ཕེབས་སྐབས་གྲ་སྒྲིག་འཐུས་ཚང་ཡོང་སླད་གུས་དཀར་གྱིས་སྤྱི་སྨན་བསམ་འཆར་ཁག་བཀའ་ཤག་ལ་ཕུལ་བ་གཤམ་གསལ། ད་རྗེས་མ། སྐུ་ཚབ། ཕག་ཚོ་བཏང་དུས་ཨ་ནི་ཡག་པོ་ཡོང་ཡས་ཀྱི་ཆེད་དུ་ད་ཁོང་རང་གི་བསམ་འཆར་ཅིག་ཕུལ་ཡོད་བྱས་པ་རེད་འོ་ད་འདི་གཤམ་དེ་ལ་ཡོད་བྱས་རྗེས་འོ་དེ་འདྲ་ཞིག། འོ་ད་ཁོང་རང་གིས་དེ་མ་ཐག་བོད་ལས་རྗེས་མ་མི་བཏང་དུས་གང་འདྲས་བཏང་དགོས་མེད་དང་དེ་འདྲས་ཀྱི་སྐོར་ལ་ཨ་ནི་ག་རེ་འདོགས་ཟེར་ན་ད་དེ་རེད་ག་ཟས་བོང་སྦྱར་ག་ཤེས་ཤི་ཐུབ་འོ་དེ་མ་ག་རེ་འདོགས་ཟེར་ན་དང་པོ་དེ་ཀ་དེ་ས་ཕྱིས་སུ་སྐུ་ཚབ་གཏོང་མགྱོགས་དེ་ས་སྐུ་ཚབ་ཚོགས་མི་སྔོན་ཚུད་ནས་གཏན་འཁེལ་གྱིས་ཕེབས་བསུའི་ས་ཁུང་ངོ་སྤྲོད་ཐོག་ས་ཁུལ་དེའི་འཚོ་གནས། ས་ཁུལ་དེ་ཚོའི་གནས་ཚུལ་ཤེས་པ་དང་མ་ཤེས་པ་ཇི་ཡོད། མི་སུ་དང་ཐུག་རྒྱུ་ཡོད་མེད་དེའི་ཐོག་དོ་བདག་ནས་ཀྱང་ཉམས་ཞིབ་བྱ་རྒྱུ་སོགས་སྔོན་ཚུད་ནས་གནང་ཐུབ་ན་དགེ་མཚན་ཆེན་པོ་འདུག་ཁོ་ནག་དགུང་ལས་མ་བྱིན་པ་ཆེ་ཕ་གའི་གྲ་སྒྲིག་ཡག་པོ་བྱས་ཅེས་སྒྲོག་གོ་འདུག་མིན། སྐུ་ཚ་ཚོགས་མི་སོ་སོར་རྩིས་པ་དང་དངུལ་གཉེར་སོགས་ཀྱི་ལས་འགན་ཆ་བགོས་ཁ་གསལ་གནང་བའི་ཐོག་ལས་འགན་འཕར་མ་དཔེར་ན་མི་འབོར་དང་གཏེར་ཁ་ཤེས་ཡོན་གནས་སྟངས་དང་བཀོད་པ་སོ་སོའི་ལྷ་སྐུ་རྟེན་གསུམ་དང་དེ་བཞིན་ཡིག་ཆ་རྙིང་པ་ཁག་རྩད་ཞིབ་བྱེད་མཁན་སོགས་ཀྱི་ལས་འགན་ཚོགས་མི་སོ་སོར་དམིགས་སུ་བཀར་ནས་ཆ་བགོས་གནང་ཐུབ་ན་དོན་ཕན་ཆེན་པོ་འདུག་ས་ཁོངས་རྣམ་པ་པ་ཀའི་ཕེབས་དུས་དྲན་ནས་ལས་ཀ་བགོ་བཤའ་རྒྱག་རྒྱུའི་ཐུགས་དགོངས་ངན་པ་གནང་འདུག་བ་དེ་འདྲའི་དགོས་འདུན་མཚོན་པ་རེད། སྐུ་ཚབ་ཕེབས་ཐེངས་སྔ་མའི་ཁོངས་ནས་མི་གཅིག་སྐུ་ཚབ་རྗེས་མའི་ནང་གཏོང་ཐབས་དང་རྗེས་མ་མི་གཅིག་སྐུ་ཚབ་རྗེས་མི་རྣམས་ཏང་ཡོན་འབད་བརྩོན་ཆུ་བོ་འདུག་ག་ཚད་ཉམས་མྱོང་ཡོད་རུང། གློག་བརྙན་རྒྱག་མཁན་འཕྲལ་སེལ་མ་ཡིན་པར་རྒྱུན་གཏན་གྱི་པར་པ་གཏོང་མ་དགོས་འདུག། ཆང་བཏུང་རྗེས་ར་བཟི་སྐྱོན་ཡོང་མཁན་རིགས་སྐུ་ཚབ་ཁོངས་མི་འདུག་མི་གཏོང་རྒྱུ། ད་དེའི་ནང་ལས་སུ་གི་ར་བཟི་ཡ་རབས་དེ་བྲིས་འདུག་བ། དུས་ཚོད་ཐུང་བའི་རྐྱེན་གྱིས་ས་གནས་སོ་སོའི་གང་ཅིའི་གནས་སྟངས་རྒྱུས་ལོན་དཔྱིས་ཕྱིན་པ་ཡོང་སྟབས། བཀའ་ཤིས་སམ་མ་འོངས་པར་དུས་ཚོད་རིང་དུ་གཏོང་ཐབས་ལ་འབད་བརྩོན་ཆུ་བོ་འདུག་བཤད་རྗེས་དེ་རེད། རྒྱ་ཡི་དཔོན་རིགས་དང་བོད་རིགས་ལས་བྱེད་དང་མུ་འབྲེལ་ཁ་ལོ་བ་བཅས་གནང་རྒྱུའི་ཕྱག་རྟགས་རྣམས་ཧོང་ཀོང་ནས་སྤུས་གཅིག་གནང་ཐུབ་ན། གང་ཅིའི་དགེ་མཚན་ཆེ་བ་ཆེ་བས་དེ་ལྟར་གནང་ཐབས་དང་དེ་བཞིན་ཧོང་ཀོང་དུ་དུས་ཚོད་དགོས་ངེས་བྱེད་པ་བྱ། ད་རྗེས་མ་ལས་ཀ་རྔན་པ་སྤྲད་དུས་ཚོད་རིགས་དེ་ཧོང་ཀོང་ནས་ཉོས་མཁན་ཞིག་མོ་འདུག་བྱས་ཙང་ཧོང་ཀོང་ནས་དུས་ཚོད་དེ་ཚོད་ཡོད་ན་ཡག་པོ་འདུག། ད་ལས་དོན་ཁག་དེ་ལས་དོན་བྱེད་ཕྱོགས་དེ་རེད། བོད་ཀྱི་མཐའ་མཚམས་ཞིང་འབྲོག་ས་ཁུལ་ཁག་ཏུ་བཙན་བྱོལ་བོད་གཞུང་མང་པའི་གནས་སྟངས་གོ་རྟོགས་སྤེལ་ཐབས་ལ་འབད་བརྩོན་གནང་དགོས་ཀྱི་འདུག་ཅེས་ལས་དོན་བྱེད་པ་གཅིག་རེད། གཉིས་པ། གཞིས་བཞུགས་བོད་མི་ཚོར་བོད་ཀྱི་རྒྱལ་རབས་ལོ་རྒྱུས་སྐོར་གོ་རྟོགས་གང་མང་སྤེལ་ཐབས་བྱ་རྒྱུར་བྱས། གསུམ་པ། འདི་རྩ་ཁྲིམས་རིན་པོ་ཆེའི་ས་དགོངས་དོན་གཙོ་བོ་མང་གཙོའི་གནས་སྟངས་སྐོར་བོད་མི་ཚོས་རྒྱ་གང་ཆེ་ཤེས་ཐབས་ལ་འབད་བརྩོན་ཞུ་དགོས་འདུག་ཨ་ནི་བོད་རིགས་ན་གཞོན་ཚོ་ས་བླ་བྲག་ལ་གཏོང་རྒྱུ་དེ་གོང་ས་སྐྱབས་མགོན་ཆེན་པོའི་དགོངས་གཞི་དང་མཐུན་པ་ཡིན་སྐོར་འགྲེལ་བརྗོད་བྱ་རྒྱུ་དང་དམིགས་བསལ་འབྲོག་པའི་ས་ཁུལ་ལ་ཁྱབ་བསྒྲགས་གནང་དགོས་འདུག་བྱས་པ་རེད། བོད་ཀྱི་རིག་གནས་མཁས་དབང་སུ་དང་སུ་ཡོད་རྩད་ཞིབ་གནང་རྒྱུ་ཞེས་གཅིག་བཅས། བཙན་བྱོལ་ནས་པར་སྐྲུན་ཞུས་པའི་དཔེ་ཆ་དང་སློབ་དེབ་ཁག་མང་ཁག་གང་མང་བོད་ལ་གཏོང་ཐབས་བྱ་རྒྱུ་བྱས་རྗེས་དྲུག་པ་དེ་ད་བདུན་པ་འདི་བཙན་བྱོལ་བོད་གཞུང་གི་སྒྲོམ་གཞི་དང་ཆོས་ལུགས་ཆོ་གའི་དབྱེ་བ་མེད་ག་ཚད་དབྱེ་བ་མེད་གནས་དེ། བོད་མི་ཚོས་ཤེས་རྟོགས་ཐུབ་པ་གལ་ཆེན་པོ་འདུག་ཆོས་ལུགས་དང་ཆོལ་ཁ་ཨོ་དེ་ན་རྒྱལ་རྒྱལ་ན་ཟླ་བ་དུས་ཀྱི་མཚན་སྙིང་ནི་བོད་ཞལ་ཆེ། ད་དེ་ནི་མ་ཚང་མ་ཟུར་རྩལ་གྱི་རིགས་དེ་རེད་ཤག་ཨོ་དེ་འདྲ་བྱས་རྗེས་གནས་སྟངས་གཅིག་འདུག་ཨོ་ལ་སུ་ད་དེ་རིང་དེ་ཙམ་ཡིན་དེ་ནི་དེ་ནི་མ་ད་ཟུར་རྩལ་གྱི་ནང་ལས་ག་རེ་ཡོད་ན་ཤེས་མ་སོ་ཨ་དེ་ནི་མ་ཅིག་ཡོད་པ་ཡིན་ན་དེ་ནི་བདག་གི་བདག་གི་བྱེད།